ཕྱག་གྲི་ཀ་ཡིས་ད་ལོ་ངོ་བཞི་བཅུ་འཁོར། བཞི་བཅུ་ཕྲག་གཟིགས་ཀྱི་ནི་གི་སྨན་པ་ཟིག་རེད། དེ་ཡིན་ན་དེ་གི་འཆང་རོམ་གི་གི་སྐོར་འདི་ལ་རང་གི་མྱོང་ཚོར་གྱི་ཤེས་བྱ་ཅུང་ཙམ་ཟིག་བཤད་ཡོང་ན། དེ་ནས་ངས་དེ་རིང་འདི་ནས་ཚབ་ཕྱིར་རྣམ་པ་དེ་གི་བཞི་ཡབ་ཀྱི་ཡིས་ད་ནི་འཆང་རོམ་གི་དེ་གི་བརྒྱུད་རིམ་ཟིག་ཤོག་ཅིང། དེ་ནས་ཚབ་ཕྱི་དང་པོ་དེ་ཆིག་རེད་ཟེར་ན་འཆང་རོམ་དེ་གི་ཟེར་བ་དེ་ཆི་ཟིག་ག་ཟེར་ནས་འདི་ཆི་ཟིག་གི།

ཉག་ཚ་ཚོ་ཡིན་ན་རྩུབ་མོ་དེ་ནས་ལུས་ལ་ཚ་ཟིག་རྒྱག་རྒྱུ་འདྲ་འདྲ། ད་སྔ་ཆ་གི་འབྲོག་པ་སྐབས་སྐུ་ཞབས་དེ་ཡོང་ན། ང་ཞིག་ཉག་ཡོད་ད་ནི་ཚེར་སྡོང་ཟིག་གི་ནང་ནས་ཉག་ཡོད་གི་ཟེར་གྱི། དེའི་རྣམ་པའི་ཚོར་སྣང་ཡོད་ཀྱི་འདྲ་འདྲ། དེ་དེ་གི་དེ་མི་ཡོད་ཀྱི་འདྲ་འདྲ། གཅིག་ན་དེ་མི་རེད་ཟེར་རྒྱུ་དེ་རེད། ད་དེ་གི་ཟབ་ཆོས་དེ་གི་སྲིན་པོ་ཐོག་འགྲིག་ཡིན་ཁྱེར་འོང་ན་དེ་གི་ཆའོ་རིམ་གི་སྔོན་འགོག་ཐལ་འགྲིག་ཆའོ་རིམ་གི་སྔོན་འགོག་ཐལ་འགྲིག་ཡིན་ན། དང་པོ་དེ་གི་གཙོ་བོ་རྣམ་པའི་གཟབ་སྟངས་གི་སྐོར་ལ།

ད་རྣམ་པའི་ཁྲོ་གྲང་དུ་ཆ་ག་རམ་པོ་ཟིག་གིར་གོ་གྱུ་དུ་མཚོ་ནི་དུ་གི་ལྕགས་ཀྱུ་གི་གར་ཆེ་བོ་ཟིག་རེད་ཟེར་གྱུ་བོ་དེ་རེད། དེ་ནས་དུ་གི་རྣམ་པའི་དུས་རྒྱུན་དུ་གི་ད་རེས་མི་མང་པོའི་ཁྲོད་དུ་འབྱོར་དགོས་ན་ཡང་འདྲ་ད་ཆབ་རོམ་ཕོག་པའི་སྐབས་སུ་ཡིན་ན་འདྲ་དེ་ནས་གང་ད་གང་ག་ཡོད་ན་དེ་ནས་ཁ་ཤིབ་དུ་དུས་རྒྱུན་སྐྱོན་གྱི་ད་ནི

མགྲོན་ཁང་ཡི་ནང་དྲ་དུ་སོང་ཚང་མ་རྣམས། དུ་གི་གཙང་དྲ་ཡི་ཧབ་བྱེད་ཀྱི་ལྟ་ན། དུས་རྒྱུན་གི་དུ་གི་དུ་གི་རང་འབུའི་ཚོགས་ཀྱི་དུ་གི། སྐར་ཁུང་བྱེད་ཀྱི་ཡི་ནང་དྲ་སྒོ་བྱེད་ཀྱི་ཡི་ནང་དྲ་ནུ་ལྔ་དུ་གི་དུ་གི་མཁར་ལོང་གསར་མ་ཟིག་རྒྱུ་ཧབ་བྱེད་རི་ཁྱི་རོང་བོ་དུ་བྱེད་ནས། དུས་མ་ཚུགས་པའི་དུ་གི་ད་ང་ཆ་གི་དུ་གི་བོད་པ་ཆ་གི་ཕྱུགས་བདུག་ཟེར་གྱི་ཟ་ཁ་དུ་ཚོ་ཕྱུགས་བདུག་ཡི་ནང་ཡང་ཆོག་ནི་རེད་དུག་གསར་གི་དུ་གི་ཉེས་པ་ཡོད་ནི་རེད་སྤུའི་མཆོད་ནང་ཡང་ཆོག་ནི་རེད

ཐོག་མར་དེ་གའི་ནག་པོར་སྒུབ་ཞོར་ཟེར་རྒྱུ་ཟིག་ཨ་ཡོད་ནི་རེད་དེ་ནས་ནོར་རུ་བདུན་ཐང་ཟེར་གྱི་འདྲ་འདྲ་ལོ་རྒྱུན་མ་ཟེར་གྱི་འདྲ་འདྲ་དེ་ཆ་ག་ཚོད་དེ་ནས་སྔ་མོ་རེ་བལྟས་ནས་དར་ན་ཡང་ཆོག་ནི་རེད་དེ་མི་འདྲ་འདྲ་རེད་ད་ནི་ཁྱད་པར་དུ་དེ་གའི་འཆམ་པ་འདི་དེ་ནས་བྱིས་པ་དར་དགེ་བཞི་ལ་ཁྱིམ་དུ་སློང་རྩ་བ་ཟིག་འདྲི་རྒྱུ་ཁྱིམ་ཆིག་རེ་བཙལ་ན་དེ་ནས་ཁོ་བོའི་རྣམ་པས་དེ་གའི་ལོ་ན་རྒས་པ་དང་ནི་ལུས་ཟུངས་ཟབ་པ་འདི་ཆ་ག་ཡིན་ན་དེ་གའི་ཁོང་གི་དེ་གའི་ཁོ་ལ་དེ་གའི་རིམས་འགོག་གི་ནུས་པ་དེ

དེ་ནས་དུག་ཟབ་བཅུ་བཞི་པ་གི་དུག་འཁྱགས་རུམ་གྱི་དུག་སྨག་གི་ཐད་དེ་དེ་དུས་ཁྱེར་ཡོང་ན་ད་དུག་ད་ཆམ་པ་འདི་ཕོག་ཚ་རུ་རྗེས་སུ་འདྲ་འདྲ་ཟིག་ཡིན་ན་ད་ཅིག་ནོར་རུ་བདུན་ཐང་ཟས་ཀྱི་འདྲ་འདྲ། ཁྲུར་ཐང་ཟས་ཀྱི་འདྲ་འདྲ་དེ་དུག་ལོ་རྒྱུན་མ་ཟས་ཀྱི་འདྲ་འདྲ་རྟ་ཟེགས་དམར་པོ་ཟས་ཀྱི་འདྲ་འདྲ་འདི་ཆད་ཀ་དུག། ཡོད་དུ་ནི་རེད་ད་འདི་ཆ་ག་ཡོད་དེ་ནས་གང་ལ་དེ་སེམས་ཀྱི་རྟེན་ན་ཁྱད་པར་དུ་ཡག་ནི་རེད་རེད་ད་ནི་དེ་གི་ད་འདི་ན་དེ་གི་བྱིས་པ་ད་ནི་དེ་ནས་དགེ་བཞི་བཟུང་སྲིད་ད་འདི་ཆ་གི་ནད་པ་འདི་ཚོ་ཐོན་ནས་ཁྱོད་ངའི་ཚ་བ་ཚོ་ཨ་ཅེ་ཆེ་འོ་ཡ་དེ་ནས་གཟུགས་གཟེར་ཚོ་ཆེ་འདི་ཆ་ག་ཚོ་ཡིན་ན་དེ་ནས་བུ་ལུག་ད་ནི་དེ་གི་ནུབ་ལུག་འདི་སོང་སྙམ་དུ་བལྟས་ནས་ད་ནི་ནུབ་ལུག་གི་ནང་ན་དེ་དེ་གི་འདི་ན་ཚ་འགོག་གོ་དེ་གི་སྨན་ད་ནི། དེ་གི་ཟས་སྤྱོད་ཀྱི་སྨན་འདི་ཚོ་དེ་ནས་ཧ་ཅང་ཡག་པ་ཡོད་ནི་རེད། དེ་གི་ནུབ་ལུགས་ཀྱི་སྨན་དང་དེ་ནས་སྦྱར་དུ་མི་རུང་བའི་དེ་གི་ད་རེས་རེད་བསམ་གྱི་དེ་གི་རང་བསམ་ཚུལ་དྲི་བྲ་དེ་མི་ཡོད་དེ་དེ་རེད་རྣམ་པ་ཚང་མ་བཀའ་དྲིན་ཆེ། དེ་གི་ཚེ་རང་རྣམ་པའི་དེ་ལྡེའུ་རིགས་ཞིག་ཟེར་རྒྱུ་དེ་ཡིན།